ད་དེ་མ་ཡིན་ན་ཡང་པཎ་ཆེན་ཤཱ་ཡེ་ཆོས་བསྟན་དུས་དང་གཞིས་ཆགས་ཆར་དང་འགྲོ་བ་ཡིན་ན། ཨ་ནི་ཆད་ལག་གི་རྣམ་གཞག་དེ་ཕ་ཆེ་ཧ་གོ་ཐུག་གི་རེད་དྲན་གི་ཡོད་རེད་བ། དེ་ལ་ཡང་པཎ་ཆེན་ཤཱ་ཡེ་ཆོས་བསྟན་དང། ཨ་ནི་རིགས་ལམ་གསར་བརྗེ་གཉིས་ལ་ཁྱད་པར་ཞེ་དྲག་གང་ཡང་ཡོད་མ་རེད། འདྲ་བོ་འདྲ་བོ་རེད། དེ་ཡིན་དུས་ཚོད་ནས་པཎ་ཆེན་ཤཱ་ཡེ་ཆོས་བསྟན་འདི།

རང་དོན་གྱི་བསྒྲུབ་བྱ་རྩ་ནས་མེད་པར་བཞག་གི་ཡོད་མ་རེད་ཡང་ཁ་ཅིག་གིས་བཞག་པ་ནང་བཞིན་བསྒྲུབ་བྱ་ཡང་དག་ཡིན་ན་གཞན་དོན་སྐབས་བསྒྲུབ་བྱ་ཡང་དག་ཡིན་པས་ཁྱབ་ཟེར་དེ་རང་ལུགས་ཀྱི་ཁས་ལེན་གནང་གི་མི་འདུག་པ། འདི་ཚོ་ཡང་གཞན་དོན་གཞན་དང་མ་འདྲ་བའི་གནད་འགག་རེད་པ། རྣམ་གཞག་རང་གཞུང་གི་རྣམ་གཞག་ཡིན་དུས་འདི་ཚོ་གི་རྣམ་གཞག་དེ་ཚོ་ཡང་མཁྱེན་ཐུབ་པ་བྱས་ནས་འཛིན་ཙམ་གནང་ཐུབ་ན་ཡག་པོ་ཡོད་རེད།

ཚད་མ་རིག་གཞུང་རྒྱ་མཚོའི་དགོངས་དོན། ནི་འདྲ་པོ་ཅིག་བཞག་དགོས་ཀྱི་ཡོད་ན་ཚད་མའི་སྤྱི་དོན་འཇམ་དབྱངས་བཞད་པ་དེ་ཁུངས་གཏུགས་ནས་འདི་གི་འཛིན་མཚམས་གནང་དགོས་ཏེ་ཨ་ནི་གནད་འགག་ཆེན་པོ་རེད་དྲན་གྱི་ཡོད། ཨ་ནི་ཚད་མ་རིག་ལམ་གསར་བརྗེ་འདི་ཡིན་གཅིག་མིན་གཅིག་ཡ། བཙན་པོའི་དབང་ཡོད་བྱས་ནས་བསྐྱར་ཨེ་ཐུབ་མི་ཐུབ་ད་ལྟ་དགོས་མཁོ་ཡོད་ཀྱི་མ་རེད་དྲན་གྱི་འདུག་ངས་འདི་རྣམ་གཞག་ལྟས་ས་གོ་མ་འདྲ་བར་བ། ས་སྐྱ་ཀྱི་གཞུང་དང་མཐུན་ཆེ་བ་རེད། སྤྱི་དང་ང་ཚོ་ས་སྐྱ་དང་ང་ཚོ་ཚད་མ་སྔ་རབས་པ་ཡིན་པ་གཅིག་པ་ཡིན་ན་ཡང།

ད་ང་ཚོ་སྐར་མ་བཅོ་ལྔ་རིང་བར་སྲུང་བྱས་ཡིན་ཨ་ནི་ཐོག་རྣམ་པ་གཉིས་ཀྱི་དཔེ་མི་ཟེ་ཡག་པོ་བྲིས་གནང་ཤག་བཀའ་དྲིན་ཆེ་གློག་གཡས་དེ་རག་མ་སོང་རྩོམ་ཤོག་དེ་རག་མ་སོང་བྱས་ཙང་རྩོམ་ཤོག་མ་རག་ཡིན་འདུག་ཟེར་གློག་གཡས་དེ་རག་མ་སོང་དེ་གང་འདྲ་གང་ཡིན་ནམ་མེད་ན་ཡང་གང་ལྟར་སྐབས་དེ་དེང་གི་གྲུབ་ཆ་ཡི་སྐོར་ལ་ནི། ཡག་པོ་བྲིས་གནང་ཡོད་ས་རེད་གང་ལྟར་བགྲོ་གླེང་ཡག་པོ་རེད་བཟོ་ནས་རྣམ་པ་གཉིས་ལ་ཡང་ཐུགས་རྗེ་ཆེ་ཞུ་བ་དང་བགྲོ་གླེང་གནང་མཁན་ཆ་ཚང་ལ་ཡང་ཐུགས་རྗེ་ཆེ་ཞུ་བ་ཡིན་ཨ་ནི་སྐར་མ་བཅོ་ལྔ་རིང་བར་གསེང་ཡིན།